ལུང་པ་སོ་སོ་ལུང་ཚན་སོ་སོ་གི་ནང་དུ་ལས་དག་ཆེད་ལས་མི་སྣ་དེར་གསོ་སྐྱོང་བྱེད་དགོས་པ་དེ་དག་འདི་གི་ཐོག་ནས་ཡིན་པ་ནི་ཡ་མཚན་མོ་ཆགས་ཡོད། འདི་གི་ལུང་ཚན་དེ་ཁོང་གི་བཟོ་ཉེས། འདི་གི་ལུང་པ་དེ་མགར་བཟོ་ཉེས། འདི་གི་ལུང་པ་དེ་ནི་ཧིན་བཟོ་ཉེས། འདི་གི་ལུང་པ་དེ་རྫ་མ་བཟོ་ཉེས། འདི་གི་ལུང་པ་དེ་བྲིས་བྲི་ཉེས་སོགས་དེ་འདྲའི་གི་ཆེད་ལས་མི་སྣ་གསོ་སྐྱོང་བྱེད་པའི་གི་ཐོག་ནས་དག་འདི་གི་བར་དུ་ཡིན་པ་ཡིན་ན་ཡང་ནི་སྡེ་དགེ་གི་ལག་ཤེས་དང་གཅིག་སྡེ་དགེ་ནས་ཐོན་དགོས་པའི་གི་བཅའ་ལག་དེ་ཚོ་སྤུས་ཚད་ལྡན་པ་ཞིག་དང་ནི་ཡག་པོ་ཡོད་དགོས་པ་དེ་དེ་འདྲ་བྱུང་འདུག།

ཀྱོག་དང་ནིའུ་ཇེར་སིའི་སྡེ་དགེའི་སྐྱིད་སྡུག་ཚོགས་པ་མགོ་བཙུགས་ནས་མི་ལོ་ཉི་ཤུ་རྩ་ལྔ་འཁོར་བའི་དུས་དྲན་སྲུང་བརྩི་མཛད་སྒོར་ཐོག་ཕེབས་པའི་ཚོགས་སྐྱིད་ཁག་གི་ཚོགས་གཙོ་རྣམ་པ་དང། ནིའུ་ཡོག་དང་ནིའུ་ཇེར་སིའི་སྡེ་དགེའི་སྐྱིད་སྡུག་ཚོགས་པའི་ཚོགས་གཙོ་དང་རྒྱུན་ལས་རྣམ་པ། ཁེ་ན་ཏྲ་དང་ཨ་རིའི་ས་གནས་གཞན་ནས་ཕེབས་པའི་སྡེ་དགེའི་སྐྱིད་སྡུག་ཁག་གི་ཚོགས་གཙོ་རྣམ་པ་གཞན་ཡང་སྐུ་མགྲོན་རྣམ་པ་དང། མི་དམངས་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ཞུ་རྒྱུ་ཡིན། ད་རེས་དུས་ཚོད་འདིར་ལྷག་པར་དུ་ཨ་རི་ནིའུ་ཡོག་དང་ནིའུ་ཇེར་སི་སྡེ་དགེ་སྐྱིད་སྡུག་ཚོགས་པ་དབུ་བརྙེས་ཏེ་ལོ་ངོ་ཉི་ཤུ་རྩ་ལྔ་ཧྲིལ་པོ་འཁོར་བ་ལ་དམིགས་བསལ་འཚམས་འདྲི་ཞུ་རྒྱུ་དང་སྦྲགས། རང་རེའི་བོད་གཞིས་བྱེས་གཉིས་སུ་གྱེས་ནས་དཀའ་ངལ་ཆེན་པོ་འཕྲད་ཡོད་ཀྱང། སྤྱིར་བོད་ཀྱི་ལོ་རྒྱུས་ནང་བོད་མི་རིགས་དང་རང་ཁོངས་སྡེ་དགེ་མི་རབས་རྣམས་ལ་སྤོབས་པ་བྱ་འོས་པའི་མི་རིགས་ཤིག་ཆགས་ཡོད། དེ་ཡང། བོད་རྒྱལ་བཙན་པོའི་རིམ་བྱོན་གྱིས་དབང་བསྒྱུར་བའི་སྟོད་མངའ་རིས་སྐོར་གསུམ་བར་དབུས་གཙང་རུ་བཞི། སྨད་མདོ་ཁམས་སྒང་དྲུག་བཅས་ཡོངས་སུ་གྲགས་པའི་ནང་ཚའི་ཁམས་སྡེ་དགེ་ཞེས་པ་ནི་བོད་ཆོལ་ཁ་གསུམ་གྱི་ནང་ནས་མདོ་སྡེ་དགོན་ནག་མིའི་ཆོལ་ཁ་ཁོངས་སུ་གཏོགས་ཤིང། ཆུ་བཞི་སྒང་དྲུག་ཞེས་པའི། སྒང་དྲུག་གི་ཡ་གྱལ་འབྲི་རྩ་ཟལ་མོ་སྒང་དང། ཆུ་བཞི་ནང་ནས་འབྲི་ཆུ་དང་རྫ་ཆུ་གཉིས་ཀྱི་བཞུར་རྒྱུན་དུ་ཆགས་པའི་ཡུལ་སྡེ་རྣམས་ཡིན། སྤྱིར་ཁམས་ཕྱོགས་ཀྱི་མི་རྣམས་དཔའ་མཛངས་བློ་གྲོས་ལྡན་ཞིང་བྱུང་རབས་ལོ་རྒྱུས་མང་པོ་ཤེས་རྒྱུ་ཡོད་ཀྱང། མདོ་ཁམས་ཕྱོགས་སུ་ཆེས་གྲགས་ཆེ་བའི་སྡེ་དགེའི་རྒྱལ་རབས་ནི་སྤྱི་ལོ་གཅིག་སྟོང་བཞི་བརྒྱ་བཞི་བཅུ་ཞེ་དྲུག་ལོར་དབུ་བརྙེས་ཏེ། དབུ་བརྙེས་ཤིང་དེ། དེ་རྗེས་སྡེ་དགེ་ཆོས་རྒྱལ་རིམ་བྱུང་གི་སྐྱེ་གནས། སྤོས་ལྷུན་གྲུབ་སྟེང་དུ་སྡེ་དགེ་རྒྱལ་རབས་དང་པོ་གོ་ལྟར། བཀྲ་ཤིས་སེང་གེ་དང། དེ་ནས། རྒྱལ་རབས་རིམ་བྱོན་དང། ཁྲི་རབས་རིམ་པ་བྱོན་པ་རྣམས་ནི་བོད་བསྟན་སྲིད་ལ་ཧ་ཅང་མཛད་རྗེས་ཅན་དང། འགྲོ་བའི་མགོན་པོ་ཆོས་རྒྱལ་འཕགས་པ་སོགས་དང་རྒྱལ་དབང་སྐུ་འཕྲེང་རིམ་བྱོན་བཅས་གངས་ཅན་པའི་བསྟན་སྲིད་ཀྱི་མཛད་པ་བཞེས་མཁན་རྣམས་ལ་དབུ་དཔུང་སྟེ། སོགས་བརྒྱུད་རྒྱུ་མར་ཞུ་མཁན་རླབས་ཆེན་གྱི་མི་སྣ་མང་པོ་བྱུང་ཡོད། དེ་ལྟར། བདེ་གཤེགས་དགེ་བའི་རྒྱལ་བཅུའི་དཔལ་གྱིས་ཕྱུག་པའི་རྒྱལ་ཁམས་འདི་ནི་བོད་གངས་ཅན་པའི་ཁྱོན་ན་ཆོས་སྲིད་གང་སྤེལ་ནས་ཆེས་སྙན་གྲགས་ཆེ་ཞིང་མཛེས་རྗེས་ངོམ་དུ་ཡོད་པ་ཞིག་ཡིན་ལ། ལྷག་པར་དུ། ཕྱི་ལོ་གཅིག་སྟོང་བདུན་བརྒྱ་ཉི་ཤུ་རྩ་དགུ་ལོར་རྒྱལ་རབས་བཅུ་གཉིས་པ་མི་དབང་ཆོས་རྒྱལ་བསྟན་པ་ཚེ་རིང་མཆོག་གི་མཛད་བཟང་ལས་གྲུབ་པའི་སྡེ་དགེའི་སྤར་ཁང་ཆོས་མཛད་ཆེན་མོ་ནི་བོད་གངས་ཅན་པའི་ཆོས་སྲིད་རིག་གཞུང་གི་ནོར་བུའི་གཏེར་མཛོད་ཞིག་ཏུ་གྱུར་པ་མ་ཚད་འཛམ་གླིང་ནང་སྲིད་ན་དཀོན་པའི་རིག་མཛོད་ཆེན་མོ་དེ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཡུ་ནེ་སི་ཀོ་ནས་ངོས་འཛིན་ཞུས་ཡོད། བོད། གཞན་ཡང་བོད་ས་ཡོངས་ལ་རིག་གཞུང་དང་འབྲེལ་བའི་ཡུལ་སྲོལ་གོམས་གཤིས་མི་འདྲ་བ་མང་པོ་ཡོད་ཀྱང། སྡེ་དགེ་གྲོ་ཅན། ཞེས་ཡོངས་སུ་གྲགས་པ་དེའི་གྱོན་ཆས་དང་དྲོ་ཚིགས་བཅས་ནང་དོན་ཕུན་སུམ་ཚོགས་པ་སྡེ་དགེའི་ཡུལ་སྲོལ་མཚོན་ཐུབ་པའི་ལང་སྲོལ་ཐུན་མོང་མ་ཡིན་པ་ཞིག་ཡོད། དེ་བཞིན་སྡེ་དགེའི་ཁོངས་སུ་ས་སྐྱའི་བཀའ་རྙིང་གཡུང་དྲུང་བོན་དང་བཅས་པའི་ཆོས་བརྒྱུད་རིས་མེད་ཀྱི་གྲུབ་མཐའ་འཛིན་མཁན་དགོན་སྡེ་ཆེས་མང་ཤོས་གནས་ཡུལ་ཞིག་ཏུ་གྱུར་ཞིང། མཁས་གྲུབ་གཉིས་ལྡན་གྱི་སྐྱེས་ཆེན་གྲངས་ལས་འདས་པ་ཕེབས་ཤིང་བཅུ་ཕྲག་རིག་པའི་གནས་སོགས་ལ་མཁས་པ་བརྒྱུད་འཛིན་མི་རབས་རྒྱུན་མ་ཆད་པ་བྱུང་ཞིང། གཟུར་གནས་དཔྱད་ཞིབ་པ་ཚོས་སྡེ་དགེ་ནི་བོད་ཀྱི་ཆོས་དང་རིག་གཞུང་གི་འབྱུང་ཁུངས་ལྟ་བུ་དང། ཕྱིས་སུ་བོད་ཀྱི་བཅུ་ཕྲག། རིག་པའི་ཁུངས་གཏུགས་ས་ཞིག་ཏུ་གྱུར་ཡོད། སྤྱི་ལོ་གཅིག་སྟོང་དགུ་བརྒྱ་བཞི་ཅུ་ཞེ་དགུ་ལོར་རང་རེའི་སྡེ་དགེ་བའི་མི་ཐོག་གོང་མ་རྣམས་ཀྱིས་བོད་བསྟན་སྲིད་མི་རིགས་སྲུང་སྐྱོབ་ཆེད་དགྲ་བོ་རྒྱ་དམར་ལ་ཐབས་སྐྱོན་གྱིས་དཔའ་བོ་བརྒྱ་ཕྲག་མང་པོའི་ཚེ་སྲོག་འབེན་ལ་བཙུགས་ཤིང་མདོ་ཁམས་ཆུ་བཞི་སྒང་དྲུག་བསྟན་སྲུང་དྭང་བླངས་དམག་དང་ཨ་རིའི་གསང་བའི་དྲ་དམག་སོགས་ཀྱི་ཁོངས་སུ་ཞུགས་ནས་བོད་བསྟན་སྲིད་ལ་ཞབས་འདེགས་ཞུས་པ་དང། བཙན་བྱོལ་དུའང་རང་རེའི་སྡེ་དགེ་བོད་བླ་ཆེན་མི་རྗེ་སོགས་ནས་བོད་བསྟན་སྲིད་མི་རིགས་སླར་གསོའི་ཆེད་གོང་ས་མཆོག་གི་དབུ་འབོག་དཔུང་འདེགས་ཐོག་གཞིས་བྱེས་བོད་མི་ཡོངས་ལ། ཡོངས་ཀྱིས་མདུན་སར་རྔོ་སྣོམ་མི་དགོས་པའི་ལས་དོན་ཁུར་ལེན་བྱས་ཡོད་པ་བཅས་ནི་རང་རེ་རྣམས་ཀྱིས་རྒྱུན་དུ་དྲན་གསོ་དང་ཁོང་རྣམ་པའི་མཛད་རྗེས་ཤུལ་ལུས་དུ་མ་བཟུང་བར་འགན་འཁྲི་ང་ཚོའི་མི་ཐོག་གིས་བབས་ཡོད་པས་ཀུན་གྱིས་མཁྱེན་དགོས་པ་ནི་ཤིན་ཏུ་གལ་ཆེ་མཐོང། རང་རེའི་བོད་མི་རྣམས་བཙན་བྱོལ་དུ་གྱར་ནས་མི་ལོ་དྲུག་ཅུ་རེ་ལྔ་འགྲོ་བཞིན་ཡོད། དུས་ཚོད་དེའི་རིང་གོང་ས་མཆོག་དང། མི་རབས་རྒན་པ་རྣམས་ཀྱི་བྱས་རྗེས་ལ་བརྟེན་ནས་བོད་མི་རྣམས་སོ་སོའི་བཀའ་བློན་ཐོག་ལངས་ཐུབ་པ་བྱུང་ཡོད་དང། དཔལ་འབྱོར་བྱུང་ཡོད། ད་ག་ནང་བཞིན་དཔལ་འབྱོར་གནས་སྟངས་གང་འཚམ་ཡག་པོ་ཆགས་ཡོད་ཡིན་ནའང། རྒྱ་གཞུང་གི་སྲིད་ཇུས་དམ་དྲག་གིས་བོད་མི་རྣམས་ལ་རང་དབང་ཧ་ཅང་ཞན་པོས་སོ་སོའི་སྐད་ཡིག་དང་ཆོས་ལུགས་རིག་གཞུང་བཅས་ལ་འཛིན་སྐྱོང་སྤེལ་གསུམ་བྱ་རྒྱུར་ཧ་ཅང་དཀའ་ངལ་འཕྲད་བཞིན་ཡོད་པ་མ་ཟད་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་འགྲོ་བ་མི་ཡི་ཐོབ་ཐང་བཅས་ལ་རྩིས་མེད་རྡོག་རོལ་ཚབས་ཆེན་བཏང་དང་གཏོང་བཞིན་པ་དང། བོད་མི་མང་ཚོགས་ཀྱི་མངོན་འདོད་དང་མི་འཚམས་པའི་གནོད་རྐྱེན་ཤུགས་ཆེ་གཏོང་བཞིན་པ་ལྟར། འདི་ལོའི་སྤྱི་ཟླ་གཉིས་པའི་ནང་སྡེ་དགེ་དབོན་པོ་སྟོད་ཕྱོགས་སུ་ཆུ་མཛོད་གསར་རྒྱག་བྱ་འཆར་དང་འབྲེལ་ས་གནས་ཉམ་ཆུང་མང་ཚོགས་ཀྱི་ཞུ་སྐུལ་ལ་རྒྱ་གཞུང་ནས་ཡ་ལན་མེད་པ་ཙམ་དུ་མ་ཟད། མི་དམངས་བཀག་ཉར་དང་བཙོན་འཇུག་བྱས་པ་སོགས་ཧ་ཅང་བློ་ཕམ་ཡོད་པའི་གནས་སྟངས་བྱུང་ཡོད། སྐབས་དེར། གཞུང་དང་གཞུང་འབྲེལ་མིན་པའི་ཚོགས་པ་ཁག་དང་དེ་བཞིན་སྡེ་དགེ་རྒྱལ་ཡོངས་ལྷན་ཚོགས་ཁུལ་སྤྱི་ཁྱབ་རྒྱུན་ལས་ཁང་དང་ཡན་ལག་ས་གནས་སོ་སོར་བཅས་ནས་བཀའ་བཀྱོན་གྱི་ལས་འགུལ་རྒྱ་ཆེར་སྤེལ་ཐུབ་པ་བྱུང་ཡོད། དགེ་རྒན་ལྷན་ཚོགས་ནི་ཕྱི་ལོ་ཉིས་སྟོང་བཅུ་གསུམ་ལོར་གོ་འཛུགས་ཞུས་ཡོད། དེ་བཞིན་དགེ་རྒན་ལྷན་ཚོགས་ནས་དགེ་རྒན་བས་མི་རབས་རྒན་པ་རྣམས་ལ་ཆེ་མཐོང་དགུ་རྩི་དང་ལྷག་པར་དུ་མི་རབས་རྒན་པ་ལོ་ན་བདུན་ཅུའི་ཡན་གྱི་དཀའ་ངལ་ཅན་རྣམས་ལ་འཚོ་སྣོན་འབུལ་རྒྱུ། རྒྱ་བལ་འབྲུག་གསུམ་དང་བོད་དུ་གནས་སྡོད་ཉམ་ཐག་དང་ནད་མནར་རིགས་ལ་ལྟ་སྐྱོང་བྱ་དགོས་རིགས། གཞན་ཡང་གཞོན་སྐྱེས་སློབ་ཕྲུག་རྣམས་ཀྱི་ཤེས་ཡོན་གོང་མཐོར་ཡོང་ཆེད་མཐོ་སློབ་འགྲིམ་བཞིན་པའི་སློབ་ཕྲུག་རྣམས་ལ་སློབ་ཡོན་མཐུན་འགྱུར། སྡེ་དགེ་ལོ་རྒྱུས་དང་རིག་གཞུང་སྲུང་སྐྱོབ་དར་སྤེལ་གཏོང་ཆེད་དབུས་ས་གཉིས་ནས་ལོ་ལྟར་སྤྱི་ཟླ་བདུན་པའི་ཚེས་བཅུ་ཉིན་སྡེ་དགེ་ཉིན་མོ་ཞེས་སྲུང་འཛིན་ཞུ་བཞིན་ཡོད། ས་གནས་ཡན་ལག་ཁག་སོ་སོ། ལ་མ་རྩའི་རྟེན་གཞི་ཆེད་མཐུན་འགྱུར་ཞུས་པ་བཅས་སོགས་ལམ་ཙམ་ཞུ་འདོད་བྱུང། ད་རིང་ནིའུ་ཡོག་དང་ནིའུ་ཇེར་སིའི་བདེ་སྐྱིད་སྐྱིད་སྡུག་ཚོགས་པར་མཚོན་ན་ལོ་ངོ་ཉི་ཤུ་རྩ་ལྔ་འཁོར་གྱི་ཡོད་སྟབས་ལོ་ངོ་ཉི་ཤུ་རྩ་ལྔ་ཟེར་དུས་དུས་ཚོད་ཐུང་ཐུང་ཆགས་ཀྱི་མེད། དུས་ཚོད་དེའི་རིང་བོད་ཀྱི་བདེན་པའི་འཐབ་རྩོད་ལ།

དེང་སྐབས་བཙན་བྱོལ་ནང་སླེབས་མཁན་བོད་མི་སྤྱི་དང་རང་རེའི་སྡེ་དགེ་བ་རྣམས་ཀྱང་ཕྱི་ཡི་རྒྱལ་ཁབ་འདྲ་མིན་ནང་ཁ་འཐོར་ནས་གནས་ཡོད་པས་གནས་ཡུལ་རྒྱལ་ཁབ་སོ་སོའི་ཡུལ་ཁྲིམས་ལ་བརྩི་སྲུང་དང། ནང་ཁུལ་མཐུན་ལམ། ཕན་ཚུན་རོགས་ཕན་ཡ་རབས་སྤྱོད་བཟང་སོགས་ཚང་མས་སྣང་མེད་དུ་མ་སོང་བ་གནང་འདོད་རྒྱུ་གལ་ཆེ་ཆགས་ཡོད། དེ་རིང་མཛད་སྒོའི་ཐོག་ཕྲན་ལ་འབྲེལ་བཀོད་གནང་བ་ལྟར་དངོས་སུ་མཉམ་ཞུགས་བྱེད་ཐུབ་པར་འབྲེལ་ཡོད་ཚང་མ་ལ་ཐུགས་ཆེ་ཞུ་རྒྱུ་ཡིན། ལྷག་པར་དུ་ད་རིང།